ད། ག་ཡིན་སྐུ་སྐལ་པའི་སྐུ་འཁྲུངས་ཡིག་ཟེར་བ་ཆེན་རྒྱལ་སྲིད་བསྟན་འཛིན་རབ་རྒྱས་ཀྱི་ཡང་སྲིད་པའི། མ་ཏི། བསྟན་པའི་ཆོས་བརྒྱུད་ཀྱི་གདུང་རྒྱུད་ལུགས་ཡབ། རྟ་མགྲིན་ཚེ་དབང་དང་ཡུམ་རྔ་བ་བི་དར་སེམས་དཔའི་གཉིས་ལུགས། ཏེ། ཁོང་གཉིས་ལས་པའི་སྲས་པའི་འཁྲུངས་ལུགས་ཟེར་ཞུ་ནས། ཁོང་གཉིས་ཀྱི་སྲས་ལོ་སྤྱི་ལོ། སྤྱི་སྟོང་བདུན་བརྒྱ་བཅུ་མི་དགུ་གནམ་ལོ་པའི་བ་ཆེན་ས་གླང་ཟླ་འུ་བཅུ་བའི་གི་ཡ་ཚེ་ཚེའི་རྒྱལ་རུ་སྐུ་འཁྲུངས་ཟེར་ཞུ་ནས།

དེ་ཞུ་སྣོང་དེ་དེ་བའི་རྟགས་སྣང་སྣོང་ཚུལ་ཞུ་ནི། དོ་རོ་ཐིག་གི་ཤུལ་ལུ་རྗེའི་ངག་བ་ལྷུན་གྲུབ་ཀྱི། དེ་ངག་བ་བསྟན་འཛིན་མི་ཕམ་དབང་པོ་ཚེ་དེ་བའི་སུའི་སྣང་ནི་དེ་གི་ཤུལ་ལས་རྒྱལ་སྲིད་རྩིའི་དབུས་ཀྱི་སྐབས་དེ་ལུ་གོང་གསར་གྱི་མཚན་ལྟར་སྒྲ་དེ་བའི་སྦས་ཤིང་སྣང། རྗེའི་ངག་བ་ལྷུན་གྲུབ་ཀྱི་རྟགས་དེ་སྣང་མེད་ཀྱི་མཚན་འདི། གོང་གསར་མི་ཕམ་དབང་པོ་ཚེ་དེ་བའི་ཞུ་བདུད་པའི།

ནས་ཁོ་ར་སྐུ་ཚེ་གོང་མེད་ཀྱི་ཨ་ཞིམ་གྱི་མཚན་དེའི་སྟོན་ཅི་རབས་དེ་དེ་པའི་སྟོན་བུ་ཅི་ར་ཤོམ་དུ་བཞུགས་གདའ། དེ་གང་རྟ་མགུ་གི་གནས་ཟུར་དུ་སོས་དེ་དེ་ཁྲེ་ཁྲེ་ར་གསུང་ནག་མི་ཡིན་ཟེར་ནས་སྐུ་ཚེ་གོང་མེད་ཀྱི་བ་ཆ་ཐུགས་ལུ་སད་དེ་པས་དེ་གང་ཏེ་ཁོ་གི་ཨ་ཁུ་དེ་གང་ཏེ་སྤྲུལ་སྐུ་བསྟན་འཛིན་ལས་བོད་ཀྱི་དོན་འགྲུབ་ཡིན་མེད་ལ། ད་ནི་བོད་དང་ཁོ་གི་ཡབ་དེ།

དུས་ཚོད་དེ་གི་སྐབས་དེ་རུ་སྒང་ཏུའི་སྤྲུལ་སྐུ་བསྟན་འཛིན་ལས་བུ་དོན་གྲུབ་ཁོ་རེ་ཨ་སྐུ་གིས་སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཞི་ཅུ་ཞེ་ལྔ་དང་གཅིག་སྟོང་དྲུག་བརྒྱ་ཁལ་གཅིག་བདུན་གྱི་བར་ན་ལོ་རྒྱལ་སྲིད་བསྟན་འཛིན་རབ་རྒྱས་ཀྱི་སྐུ་སྐེ་འོ་ནི་ཨི་མེ་སེ་སྒང་ཏི་སངྒ་ཆོས་ལས་ལུ་དེན་གྲང་ལུང་སི་ཤུ་ནི་ལ་ཨ་ནི་ཁ་ལུ་རྟ་ཅལ་ལེ་བཞིན་པའི་རྗེས་ད་ལོ་རྒྱལ་སྲིད་བསྟན་འཛིན་རབ་རྒྱས་ཀྱི་སྤྲུལ་སྐུ་འཁྲུལ་མེད་ལུ་དེ་འཁྲུལ་བ་མེད་པ་བས།

དེ་ཡེ་ཤེས་སྒྲོང་གསུམ་པས་སྤྱོད་དེ་དེ་བས་བདུད་སེམས་དེ་གང་དགོངས་ལོ་བདུན། བཞི་དེ་བས་གཞོན་ནུ་སེ་དེ་ལས། དེ་ཨ་ནེ་བས་སྤྲུལ་སྐུ་གི་ཡང་སྲིད་འཁྲུལ་བ་མེད་པ། ཡེ་ཤེས་སྒྲོང་གསུམ་པས། རྟག་དང་མཚན་མ་དེ་བས་སྟོན་སྣང་ནི་དེ་གིས་དགོངས་ལོ་བདུན་ལས་གདན་ས་བཏང་སྐུ་ཆོས་དབྱིངས་ཕོ་བྲང་ལུགས་བདེ་འབྲས་ཧྲུལ་དེ་བས། རྒྱལ་སྲིད། བསྟན་འཛིན་རབ་རྒྱས་ཀྱི་སྤྲུལ་སྐུ་ལུགས་ངེས་འཛིན་བདག་དེ་ལས་ཁྲི་ལྔ་སོས་གཞོན་ནུ་སེ་མེ་ར།

རྒྱལ་བྱེད་ཚལ་པ་བསྟན་པ་རྒྱ་མཚོ་སེམས་མི་འདི་དང་དེ་གང་ནས་སུ་ཞུགས་དུས་ཡིད་ལོག་མེད་ལ། རྗེའི་ངག་བ་ལྷུན་གྲུབ་རྗེའི་ངག་བ་ཕྲིན་ལས་དེ་ལས་གང་དེ་སྤྲུལ་སྐུ་བསྟན་འཛིན་ལས་བོད་བརྒྱུད་དོན་གྲུབ་དེ་ཁོ་རེ་ཨ་གོ་ཡེ་ཡིན་པས་གང་དེ་སྤྲུལ་སྐུ་དེ། དེ་གང་ནས་སུ་ག་ར་ཡོངས་འཛིན་པའི་བསྟན་འདུས་པའི་སྐུ་ཡོན་བདག་དབང་ལུགས་ཁྲིད་གསུམ་དེ་སུ་རིམ་པར་བཞིན་རྩོམ་པའི་དེ་སེམས་ཀྱང་འཛིན་འདི་བས་སྣང་ནུ་མཚན་མེད་དེ་ཡོངས་འཛིན་ལས་ཤ་གཅིག་སྟོན་ནུ་ལ། དེ་ལས་དཔལ་གླིང་ཡབ་སྲས་གསུམ་ལས་ཐུགས་སྲས་པད་མ་འཕྲིན་ལས་ཀྱི་ཡང་སྲིད་སྒང་ཐེ་སྤྲུལ་སྐུ་བསྟན་འཛིན་ལས་དབྱུག་ཏོ་འབྲུག་སྡེའི་སྤྱི་སྟོང་དྲུག་བརྒྱ་བཞི་བཅུ་ཞེ་ལྔ་དང་སྤྱི་སྟོང་བདུན་བརྒྱ་བཅུ་ཁས་སྤྱི་བདུན་གྱི་བང་ན་ལོ། སྐུ་ན་མནའ་མེད་བསམ་ཡས་འབྲེལ་འདི་པའི་སྤྱི་སྟོང་བདུན་བརྒྱ་ཁས་སྤྱི་སྤྱིའི་ལུགས་གནམ་ལོ་ལྕགས་གླང་གི་ལོ་ལོ། གོང་ས་མི་ཕམ་དབང་པོ། ཏེ་བླ་ཚབ་དཔལ་ཞོ་སྒོ་པའི་གཞུང་ལུགས་ཞོ་བ་ཕིའུ་ཟླ་ལུགས་དེ་གང་གཞུང་ལས། ཏེ་བཀའ་གྲོས་འདི་པའི་གནམ་ཟླ་ལུགས་དེ་གང་ལས། ཏེ།

ངག་བ་ལྷུན་གྲུབ། དེ་ལས་དགེ་འདུན་སྨྲ་འགྱེད་པའི་སྟེང ྋགོང་ས་མི་ཕམ་དབང་པོ་དང་རྒྱལ་སྲིད་སྦྱིན་མི་ནུབ་བུ་སྐུ་མཆེད་གཉིས་ཁོང་གཉིས་སྤྱི་འཆལ་ཕོག་ཐུག་མེད་ལ་རྒྱལ་སྲིད་སྦྱིན་མི་ནུབ་ཏེ ྋགོང་ས་མི་ཕམ་དབང་པོ་གྱིས། སྤྱི་ལོ་གཅིག་སྟོང་བདུན་བརྒྱ་ཁལ་གཅིག་དགུ་གནམ་ལོ་ས་ལྕགས་ཀྱི་ལོ་ལོ་གཞུང་ལུགས་རྟེན་འབྲེལ་ཧྲུའུ་ཏི་པའི་སྦས་ཤིང་ན་གདན་ས་སྤུན་ཐང་ཁ་ལུ་པས ྋགོང་ས་མི་ཕམ་དབང་པོ་མཆོག་འདི་རྒྱལ་སྲིད་བཅུ་བྷིད་ཀྱི་ཁྲི་ལུ་ཏེ། ཁྲི་ལྟར་ཕུ་ནུ་སེམས་མའི་དེ་ག། ནུ་བཅུ་སྦྱིན་མི་ནོར་བུ་དེ་བླ་མ་ཁྲི། བླ་མ་ཁྲི་བི་གི། ཁྲི། བཞི་པ་བས་བླ་མ་ཁྲི་བི་གི། རྒྱལ་ཚབ་བཞི་བི་གི་སྲིད་ཁྲི་ལུགས་ཏེ་དུས་ཐབས་གཅིག་ཁ་བའི་ཁོང་གཉིས་ཁྲི་ལྔ་སྒྲ་འདྲ་བའི་རོ་སུའི་སེམས་མེ་ལ། གོང་ས་མི་ཕམ་དབང་པོ་དེ་འབྲུག་གི་རྒྱལ་སྲིད་བཅུ་པ་གི། དེ། སྲིད་ཁྲི་ལྔ་སོས་བཞུགས་ཟླ་གཅིག་ཁ་ལུགས་ཏེ་ཁོ་གི་ནུ་བཅུ་སྦྱིན་མི་ནོར་བུ་དེ། བླ་མ་ཁྲི། བཞི་པ་བས་སྲིད་ཁྲི་ལུགས་ཏེ་དུས་ཐབས་གཅིག་ན་ལུགས་ལྔ་སོས་ལ་བཞུགས།

འདི་སུ་དེ་ཁོ་གི་རྨ་བྱ་བོད་ལས་ཤ་ཆུ་ཡུལ་དོག་མེད་ལ་དེ་མ་ཟེ་དེ་བོད་གི་མི་དབང་སུན་ནམ་ཏོག་གི་ལོའི་དོག་རོག་ར་ཁོ་གི་དེ་རྨ་བྱ་བ་ཁབ་ཁོ་གི། དེ་ལུག་རྗེ་དུས་སུ་དེ་དེ་བའི་རྫི་ཁོ་བོད་དེ་བའི་གཞུང་ནོང་སེ་མེད་དེ་གང་དུས་ཚོད་བེ་བ་ཅིང་གཅིག་སྟོང་བདུན་བརྒྱ་སུམ་ཅུ་སུ་བོ་ཅིའི་མེད་ལ་གནམ་ལོ་ལྕགས་ཕག་གནམ་སུ་ཁ་ཡི་མེད་དུས་ཚོད་དེ།

ཁྲི་ཐོག་སུམ། སུམ་བཅུ་པ་དེ་མེ་ལ། ས་བཅའ་ཁྲི་ཆེན་ཏེ། བྱང་ཁ་སུམ་བཅུ་པ་དེ་ངང་བ་ཀུན་དགའ་བསོད་ནམས་རིན་ཆེ་སེམས་མེ་དེ་དེ་ལས་དཀར་དམར་པ། སྐུ་ཕྲེང་བཅུ་གཉིས་པ་བྱང་ཆུབ་རྡོ་རྗེ་དང་ཞབས་མ་སྐུ་ཕྲེང་བརྒྱད་པ་ཆོས་ཀྱི་དོན་གྲུབ་ཁོང་ཕྱག་ཆབ་ཞལ་བཞུགས་མདའ་ཡི་མེ་ལ་དེ་ལས་ལྷ་ལུང་ཐུགས་སྲས་ལྔ་པ།

མགུ་བེན་སེ་རོ་ཏེ་ཏེ་གང། དེ་ཁོང་ཡི་ག་ལོ་མི་ཅན་དག་པ་ཅི་འདུག་པ་དར་གོང་དར་ཧ་དྲ་བ་ལོ་དེ་ལས་སྨན་ཐང་པ་ལོ་བླམ་དོ་རོ་བླམ་བཞེས་མི་དུས་ཚོད་ཀྱི་སྐུ་ཚབ་དང་ཀར་མ་བ་བྱང་ཆུབ་རྡོ་རྗེ་དང་ཞྭ་དམར་བ་བྱང་ཆུབ་རྡོ་རྗེ་གཉིས་ཀྱིས་དེ་སྐུ་ངོ་བོ་ར་ཏེ་སྤོ་རོ་ལེ་བེ་བའི་བྱོན་དེ་བེ་བའི་ཞིང་ན་ཆིང་ཁྲིན་རྣམས་དང་ལུ་འབྲུག་གཞུང་གི་སྐུ་ཚབ་ཏེ་ཏེ་གང་གཞུང་འགྲོས་ཉེ་དང་ཐིམ་ཕུ་བརྡུངས་པས་དེ་ལས། སྐབས་ཀྱི་དོན་གྲུབ་དུས་སུ་དབྱིན་པའི་གསེར་ཞོ་ནི་དེའི་དུས་ཚོད་སྤེལ་བ་ཕྱིན་ཅི་ལོ་གཅིག་སྟོང་བདུན་བརྒྱ་སུམ་ཅུ་སོ་གཅིག་གནམ་ལོ་ལྕགས་ཕག་ཟླ་བོ་དགུ་བྷི་ཀྱི་ཚེས་བཅུ་བཞི་ལུ་ཐིམ་ཕུ་བཀྲ་ཤིས་ཆོས་རྫོང་ན་འཛོམས་འདི་བས་པའི་ཤི་ན་ཞལ་དེ་ན་ལུ་འཛོམས་བི་མ་དུས་སུ་ལོག་འཇོ་ནི་དང་དེ་ལས། མ་བཙོན་པ་ན་བཙོན་བི་རག་མི་དུས་སུ་དེ་ཕ་དང་ཚུ་རྩི་སྤྲེལ་བི་ནི།

འབྲེལ་བ་དང་མཐུན་ལམ་ཡང་མགོ་བཙུགས་གནང་རུང་ཟེར་མེད་དེ་གའི་ཧེ་མ་བོད་གཞུང་གི་སྒྲུབ་ཡིག་གི་ས་དགོངས་ན་ལོ་དེ་ཚོ་མིག་གིས་དེ་མཐུན་འབྲེལ་དང་དེ་ཚོ་མིག་གིས་སྐུ་ཚབ་དེ་ཚོ་མ་བཙུགས་པ་བས་དེ་སྟབས་མ་བདེའོ་ཡུལ་དེ་བས་ས་ཕྱི་རུ་དེ་ལས་སུ་མཐུན་ལམ་ཅན་གྱི་རྒྱལ་ཁབ་རུ་དེ་འཇུག་དེ་བས་མི་དབང་བསོད་ནམས་རྟོག་གེ་ལོས་དེ་བས་བོད་ཀྱི་མི་དམངས་ཀྱི

ཤ་ཁོ་རྟ་ཁ་བྱོན་ཁོ་བུ་བྱོན་ཡིན་སེམས་ལ་ལོ་ཨ་ནི་ན་ལོ་ལ་དུས་ཚོད་ཨ་ནི་ཁ་གཅིག་སྟོང་བདུན་བརྒྱ་སུམ་ཅུ་སོ་གཉིས་ལུགས་ནས་དབྱིན་རུ་ཡུལ་དམའ་རིམ་དམའ་ར་དེ་བོད་ཀྱི་དམའ་ག་ར་དེ་ལོག་དེ་ཉུང་སུ་ཉུང་སུ་བའི་ཡ་སོབ་ལས་དེ་ལས་ཚུགས་དེ

སྡེ་སྲིད་ཁྲི་རབས་བཅུ་གསུམ་པ་ཆོས་ཀྱི་ཤེས་རབ་དབང་ཕྱུག་ཐིམ་མེ་ལ། མི་ངོམས་སྡེ་བཞི་ཤེས་རབ་དབང་ཕྱུག་སྟོན་འདུས་པའི་སྡེ་མ་ཐོ་ཐོ་རྡོ་རྗེ་རྫོང་རུ་བཞུགས་དུས་ཡུལ་མི་སྡེ་ཀྱི། དབྱིན། དེ་སྔ་གོང་མ་རྡོ་རྗེ་རྫོང་གི་རྫོང་བོད་པའི་གཞུང་ཤོག་འོག་མེ་ལ། དེ་ལས་ཚུར་གཞུང་འབྲེལ་གྱི་ཐོག་ལས་པའི་དཔའ་རོག་སྤྱི་ལགས་ཀྱི་ཕྱག་ལ་དེ་ཚུར་དེ་ཁོག་གི་རྩིས་ལས་འདས་པའི་དེ་སྲིད་སྐྱོང་གནང་ནི་ཡའི་འགོ་གཙོ་འདུས་པའི་གནང་ཡིན། གོང་ས་མི་ཕམ་དབང་པོ་མཆོག་གིས་དེ་ཐིམ་པོ་བཀྲ་ཤིས་ཆོས་རྫོང་ལུང་སྲིད་བཟང་གིས།

གྲུབ་འབྲས་ཀྱི་བླ་མ་དྲག་པོ་གི་དཀྱིལ་འཁོར་གླུད་བླངས་དེ་ལས་སྙུད་དཀར་ལྷད་མེད་ཀྱི་གུ་རུ་རིན་པོ་ཆེ། ལོ་བརྒྱད་པའི་གི་ཚེ་རྨིས་ཨ་ལུ་ལོ་བརྒྱད་པའི་མེ་གི་གཟུགས་ཀྱི་ཚེ་ཡི་སྤྱན་མི་གསལ་བཟང་གི་དཀྱུས་མཁན་པད་མ་དཀར་པོ་རྨིས་ཚེ་མ་དོར་རོ། སྨན་འདམ་གི་དཔལ་བཞིན་ཤེས་ན། སྐུ་འདྲ་མི་རྣམས་ཀྱི་སྐུ་འདྲ་ཚད་དཔག་མེད་ཀྱི་སྐུ་འདྲ་དང་དེ་ལས་མཁན་སློབ་ཆོས་གསུམ་ཞབས་དྲུང་རིན་པོ་ཆེ་ཀྱི་སྐུ་འདྲ་མི་ཚད་མ་དུས་སུ་ལས་ཤ་གཅིག་བསགས་བྱེད་པའི་རྫིའི་སྣམ་དང་གཅིག་ཁ་ལུ་སེའི་བཟང་གི་སྤྱད་རི་གཟིགས། གསུམ། ཐོག་མ་ཨི་མེ་མ་ཡོད་ལ་དེ་ཆུང་སྐུ་མེ་མེད་ལ། སེའི་བཟང་གི་སྤྱད་རི་གཟིགས། ཐོག་ཚེས་གསུམ་པའི་མི་བཞི་གཉིས་ཀྱི་ཕྱག་ལ་དུས་ཚོད་འགོ་བཙུགས་གནང་ཡིན། གོང་ས་མི་ཕམ་དབང་པོ་སྡེ་སྲིད་བཅུ་པ་དེ་ཁྲི་ཐོ་ལུ་ཞུགས་འབིལ་གྱི་སྐབས་དེ་ལུ་ཧེ་མ་ལེ་སྡེ་སྲིད་ཀྱི་ཁྲི་ལུ་ཞུགས་ཉིད་ཀྱི་སྤྲོ་བ་མེ་བིལ་གྱི་ཁ་གོང་གི་ཤི་ཉིན་སྤྲུལ་བུའི་སྐུ་ཕྱི་པའི་ཉིན་དེ་གིན་འོག་མིན་ལ། སྤྱི་ལོ་གཅིག་སྟོང་བདུན་བརྒྱ་སུམ་ཅུ་སོ་ལྔ་གནམ་ལོ་ཤིན་ཡུལ་ལོའི་གྱི་གནམ་ལྗགས་ཀྱི་དུས་ལུ་ཁོ་ར་གི་ནུ་ཆུ་བླངས་ཁྲིབ་རྒྱལ་སྲིད་བྱེད་མི་ནོར་བུ་ཆོས་འདི་དམ་སྒྲིབ་བགྱིས་པའི་རྐྱེན་གཟུམ་གཅིག་གི་གློ་བུར་དུ་སྟེ་དགོངས་པ་རྫོགས་ཤར་ཚོམ་ལས་སྟེ་འདས་པའི་ཐུགས་ལུ་སྣ་མའི་རྩེ་མོས་ཅོག་ལྷང

ཀོང་ཧྲེ་ནེ་གིས་ཐུགས་ཐག་བཅད་དེ་བས་དེ་དཀར་ཆ་གནག་དེ་སྦེད་ས་ཅི་རུ་དེ་གང་གྲ་ས་དམངས་ཀྱི། དེ་ལ་དེ་ལས་གཞུང་བློན་པོ་དེ་ཚུགས་ཀྱི་ཁྲི་ཁ་རུ་བཞུགས་གོ་བས་སུའུ་ལོག་ཅི་ལོག་ཅི་བཏབ་དེ་བས་དེ་བས་ཕུད་དེ་སྦེད་ས་ཅི་རུ་ཅི་སྟོང་བདུན་བརྒྱ་སུམ་ཅུ་སོ་དྲུག་གནམ་ལོ་མི་དྲུག་ཟླ་འུ་དང་བས་ཀྱི། དེ་མ་ངོའི་དུས་ཟག་ཉི་རི་ལྔ་ལོ་ཁོ་ར་ཐུགས་རང་ཐག་བཅད་བས་ཀྱི་ཐོ་ལེ་བས་བས་ཤི་ན་དེ་ཁྲི་སྤངས་དེ་བས་དེ།

མི་དབང་བསོད་ནམས་སྟོབས་རྒྱལ་གྱིས་དེ་གང་ཡང་བོད་ཀྱི་རྒྱལ་པོ་མི་དབང་བསོད་ནམས་སྟོབས་རྒྱལ་གྱིས་དེ་བསུ་བ་དང་བཅས་པས་དེ་བརྩི་མཐོང་དང་དད་པ་དག་ན་སྔ་མའི་སེམས་ལས་སྐྱེ་བའི་སྒོ་ལས་ཕྱག་བྱས་ཞབས་ཏོག་འདི་བསུ་མ་ཐུབ་ཐུབ་པའི་ཞུ་ཡིག་བྱས། དེ་གྱིས་པས་བོད་ཀྱི་ཆོས་འཁོར་རྣམ་གསུམ་གྱི་གཙོས་བོད་ཀྱི་དེ་དབུས་གཙང་ཕྱོགས་ཀྱི་གནས་ག་ར་ལས་བཞིན་པའི་དེ་རྒྱལ་ཐུ་མི་རྣམས་མ་ཚད་གོང་ས་སྐྱབས་མཁན་སྐུ་ཕྲེང་བདུན་པ་རྒྱལ་བ་སྐལ་བཟང་འཇམ་མཚོ་མཆོག་དང། དེ་ལས། བཞིན་བླ་སློབ་ལྷས་ཤ་ཅི་ད་རྗེ་ཡི་ལུགས་རིས་མེད་ལ་དབྱིན་རུ་གཙོ་བོ་གོང་ས་ལྕགས་ཀྱུང་སྐུ་ཕྲེང་བདུན་པ་རྒྱལ་བ་སྐལ་བཟང་རྒྱ་མཚོ་དེ་ཞལ་བཞུགས་ད་ཡིན་མེད་ལ་དེ་ཁོ་ད་རྗེ་ཁྲི་ཞུ་ཡིག་གི་ཁར་དེ་བོད་ཀྱི་རྒྱལ་མི་དབང་བསོད་ནམས་སྟོབས་རྒྱལ་དང་བོད་གཞུང་གི་དེ་ཞབས་ཕྱི་འདི་སུ་མ་ཐུག་ཐུབ་པའི་ཕྱག་ཕྱི་ཞབས་ཐུག་འདི་སུ་མ་ཐུག་ཐུབ་པའི་བཞུགས་འདི་པའི་རྗེ། ཏེ་བུའི་དང་སྒྲུབ་བུའི་གྱི་མཐུན་འབྲེལ་གྱི་གསུང་སྒྲ་དུས་ཚོད་དོ་རོ་ར། དེ་ལས་ཤ་ཅི་ར་ན་ལས་བྱིན་པས་དེ་བུའི་ཆུང་ནུ་འོང་སྲིད་མེ་དུས་ཚོད་དེའི་སྐབས་དེ་ལུགས་ལ། གོང་ས་མི་ཕམ་དབང་པོ་ཆོས་སྐབས་ཀྱི་དེ་ད་ནི་བས་ཡ་བུའི་ལུ་གནས་ཟིན་ལུ་གཞུག་ནི་དེ་གི་ཐུགས་བཞེད། གནག་ཡོད་དབྱིན་དེ་བི་ས་ཅི་རུ། དེ་ཡ་གཞུག་ནི་གི་ཐུགས་བཞེད་གནག་དེ་ཡོད་དབྱིན་ས་ཅི་རུ་ཟླ་བུ་གསུམ་དེ་ཅི་ལམ་ད་བུའི་ལུ། དེ་ལྟ་བུ་ར།

ལོ་དེ་ནཱ་ལུ་རྗེ་ཁྱིམ་ཁྲི་རབས་བདུན་པ་ངག་དབང་འཕྲིན་ལས་སྒོམ་ཞུ་བྲིས་པའི་དགོངས་ཞུ་སྣང་མེད་ཀྱི་ཚབ་ལུ་དེ་ཁྲི་རབས་བརྒྱད་པ་ལ་སྟག་ལེ་བའི་དེ་རྒྱལ་སྲིད་བསྟན་འཛིན་ནོར་བུ་དེ་ཁྲི་ལྔ་སྲོལ་ཞུ་གནང་ཡིན་ཟེར་མེད་རྗེ་ཁྱིམ་ཁྲི་རབས་བརྒྱད་པ་དེ་ལ་སྟག་གི་རྒྱལ་སྲིད་མེད་ལ་ལ་སྟག་གི་རྒྱལ་སྲིད་བསྟན་འཛིན་ནོར་བུ་འབྲུག་གི་རྗེ་ཁྱིམ་ཁྲི་རབས།

སྨྱུག་གཅིག་དྭངས་མ་དུ་བ་པའི་གནམ་ལོ་ས་བདག་ཟླ་བུ་ལྔ་བརྒྱད་ཀྱི་ཚེས་བཅད་ལྔ་ཡར་ཚེས་དུས་བཟང་པོ་དགུན་ཟླ་བདུན་དུས་བས་ཏེ། ཞིང་ལུས་ཕེབས་སོ་ནོ། ཚེ་དེ་དགོངས་པ་རྫོགས་སོ་ནོ་སིང་བལ་ལ། དང་ནི་བེའུ་དང་སྡེ་སྲིད་ཁྲི་རབས་བཅུ། བཅུ་པ་གོང་ས་མི་ཕམ་དབང་པོ་དགེ་སྡེ་སྲིད་རྩེའི་བེའུ་ཀྱི་ལོ་ཚེས་ཟླ་སྟེ་དུས་ཚོད་ཀ་ར་ཆུ་མཇུག་རྒྱལ་རབས་ཚུན་ནམ་བེ་བ་ཅན་སྤྱི་སྟོང་བདུན་བརྒྱ་ཁལ་གཅིག་དགུ་ལོ་སྤྱི་སྟོང་བདུན་བརྒྱ་སུམ་ཅུ་སོ་ལྔ་ལོ་སྤྱི་སྟོང་བདུན་བརྒྱ་སུམ་བཅུ་ལོ་སྤྱི་སྟོང་བདུན་བརྒྱ་སུམ་ཅུ་སོ་དྲུག་ལོ་ཁལ་གཅིག་དགུ་ལོ།

ཆོས་རྒྱལ་ལྔ་བ་འཇམ་སོགས་བཞུགས། ཡུལ་མི་ཀྱི་དེ་དབྱེ་བ་ཅི་ཅི་ཁོབ་བསྡུ་བོ་སེ་མེད་ལ་ཆོས་རྒྱལ་ལྔ་བ་འཇམ་སོགས་སེ་མེད་དེ། དེ་ལ་དེ་མ་ཟད་རྗེའི་མཁན་རྒྱལ་བ་ཤཱཀྱ་རིན་ཆེན་གྱི་དེ་གོང་ས་མི་བུ་དབང་པོ་གྱི་རྣམ་ཐར་རྒྱས་པ་དེ་སྟོང་གི་ཆོས་དབྱིངས་ཕོ་བྲང་ལུགས་པའི་དེ་མཛད་པ་དབྱངས་ཅན་རྒྱུད་མངས་སེ་མེད་ཀྱི་ཤོག་གྲངས་སུམ་ཅུ་སོ་གསུམ་ན་གད་གཉིས་པ་ནར་མ་སྦེ་བ་ཅིན་གོང་ས་མི་ཕམ་དབང་པོ་སྡེ་སྲིད་ཀྱི་ཁྲི་ཁ་ལུ་ཕེབས་དང་ལུ

དང་ནི་བེ་བུདྡྷ་སྟེ་ད་རི། དེ་ལྟར་ང་ཅི་རབ། འབྲུག་གི་སྡེ་སྲིད་ཁྲི་རབས་བཅུ་པ་གོང་ས་མི་ཕམ་དབང་པོ་གི་ལུགས་རྒྱུད་འདི་སུ་ཞུ་ས་ཡི་ལ། ད། མ་པ་མ་ཤོག་གི་ཁྱིམ་རྨུགས་ལ་ད་འདེབས། མ་ཧི་བརྩེགས་ཆུ་ཁྱིམ་དང་སྡེ་སྲིད་མ་ཧི་བརྩེགས་ཁྱིམ་དང་ལ་ལུ་ཅི་ཚན་ཁྲམ་ཁྲམ་ས་ར་ཞུ་ལ་ལུ་ཅི་གོང་ས་ལོ་ལ་ལུ་ཅི་ཆུས་གེ་ལོ་སེ་ག་སྤྱི་བོའི་ཞུ་ཡི་ནང་སེ་ནོང་དུ་ཡུ་དང་ནི་སུ་བྱང་ཁ་ལས་ཤ་མི་ཡི་ལ། དེ་དགུ་ལོག་མ་སྦེལ་བ་ཕྱིན་རྒྱལ་སྲིད་གསུམ་པ་ཆོས་རྒྱལ་མི་འགྱུར་བསྟན་པ་ལོ་རྒྱལ་སྲིད་བཞི་པ་ཆོས་རྒྱལ་རྒྱལ་སྲིད་བསྟན་འཛིན་རབ་རྒྱལ་ལོ་དོ་སྟོ་ན་བླ་མ་ཤུགས་ད་ལོ་སྟེ་གོང་ས་མི་ཕམ་དབང་པོ་ལོ་སེ་ཏེ་ག་ཅེ་བླ་ལོ་གོང་ས་ད་དྲག་བླ་ལོ་ཆོས་རྒྱལ་ད་དྲག་བེ་མི་སྟེ་ཁོང་རྒྱལ་སྲིད་ད་པ་ཅེ་རེ་ལ་ག་ར་དེ་བེ